བཀྲ་ཤིས་བདེ་ལེགས་བདེ་སྐྱིད་བྲིས་ར་ཚོད་པ་དོ། དེ་ནས་ད་ང་དུས་ཚོད་དེ་ཚོད་ཀྱི་འདུག་ཨེ་ནས་དོ་དགོང་ང་བོད་ཀྱི་རྒྱ་སྒོ་སུམ་ཅུ་སོ་གསུམ་པ་སྲོང་བཙན་སྒམ་པོ་ནས་ཨེ་ནས་རྒྱལ་པོ་ཐ་མ་ཀློང་ལྟ་མོའི་བར་གྱི་ལོ་རྒྱུས་དེ་ནས་མདོར་བསྡུས་ལ་ཅིག་ཞུ་གི་ཡིན། ད་འདིའི་བར་སྣང་འདི་ལ་ང་ཚོས།

ད་ལྟ་འདི་ཧ་ཅང་ཁ་གསལ་པོ་བྱས་རྒྱ་པོ་རེ་རེ་གི་འཁྲུངས་གཏན་ལོ་ཚིགས་དེ་ཚོ་ཁ་གསལ་པོ་གཟིགས་ཀ་ཡོད། དེ་ནས་སྔན་གྱི་ལོ་རྒྱུས་དེ་ཐེངས་གཉིས་པ་ནང་གི་ནང་དུ་མ་འདྲ་ཟིག་གི་ང་རང་གི་ཞིབ་འཇུག་བྱས་དགའ་པ་གི་འབྲས་བུ་འདྲ་པོ་དེ་རྒྱ་པོ་སྲོང་བཙན་སྒམ་པོ་དེ་དགུང་ལོ་སུམ་ཅུ་སོ་གི་ཡིན་པ་ད་ལྟ་དགེ་འདུན་ཆེན་པོས་གསུངས་ལ་ཡོད་རེད། དེའི་སྟེང་ལས་རྒྱ་པོ་སྲོང་བཙན་སྒམ་པོ་གི་ལས་སད་མེད་པ་ཁོང་སྐུ་གཤེགས་འགྲོ་དུས

དེའི་བར་སྔ་ལ་ང་ཚོས་འབྲོ་བཟའ་ཁྲི་མ་ལ་སི་བོད་ཀྱི་རྒྱ་མོ་གཅིག་བྱུང་ཡོད་པ། བོད་རྒྱ་བོད་ཀྱི་མ་ཚད་ང་ཚོས་ལོ་ཉེར་སུམ་ཅུ་དཀྱིལ་དབང་ཆ་བཟུང་མཁན་གྱི་ད་བན་སྲས་མོ་སྲོང་མོ་བཙན་གྱི་དེ་བཙུན་མོ་དེ་འོ་དེ་ཡོད་པ། དེ་འདྲ་གི་དེ་ནས་ཁྲི་སྲོང་ལྡེ་བཙན་དེ་རྒྱ་ཚ་མ་ཡིན་པ་རྒྱ་མོ་གི་བུ་མ་ཡིན་པ་སྣ་ལག་བཟའ་གི་བུ་ཡིན་པ། དེ་ཚང་མ་གསར་བུ་བྱས་ནས་གྱིས་ལ་གོ་ཡོད། དེ་གསར་བུ་བྱེད་གོ་ཡ་གི་རྒྱུ་མཚན་ཁུངས་ལུང་དེ་ཚོ་དོ་གོ་ངས་བཤད་ཐུབ་གི་མ་རེད་ངས་ལོ་རྒྱུས་དཔེ་མ་རག་གི་དེ་མིན་ནང་བྲིས་ཤག་ཡོད། དེའི་སྔས་ལས་འཕྲུལ་སྲོང་ལྡེ་བཙན་ཨ་མ་རྒྱ་མོ་མ་ཡིན་པ་སྣ་ནག་བཟའ་གི་སྲས་ཡིན་པ་དེ་སྐྱིད་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་གི་བོད་ལྗོངས་ཞིབ་འཇུག་གི་དུས་དེབ་ནང་ལས་ཁ་གསར་བུ་བྱས་གཙང་ཡུལ་སྐྱིད་གྲིའི་དཔའ་རྒྱལ་ཚ་ལེ་ཡིན་དེ་ཚོ་ལས་ཚིག་རུས་ཀྱི།

དེ་སའི་འགོ་དུ་སྤྱི་ལོ་དྲུག་བརྒྱ་དང་ཉེར་དགུ་རྩ་དགུ་པའི་ས་སློང་ལོ་ལ་རྒྱལ་པོ་སྲོང་བཙན་སྒམ་པོ་དགུང་ལོ་བཅུ་གསུམ་མ་གཏོགས་ལན་ཡོད་མ་རེད་དེ་ནི་བོད་ཀྱི་རྒྱལ་པོ་བཤད་དགོས་པ་རེད། དེའི་ལོ་དེ་ནས་དེ་ནི་བློན་པོ་འགའ་རིག་པ་ཅན་ཟེར་ཡང་འདྲ་བོ། ཁྱུང་པོ་སྤུན་གསལ་སུམ་རྩེན་ཟེར་ཡང་འདྲ་བོ་དེ་འདྲ་བློན་པོ་ག་ཆེན་པོ་ཁ་ཤས་ཀྱི་བར་དེ་ཚོ་གི་རོགས་པ་བྱེད་དུས། དེ་ནས་སྤྱི་ལོ་དྲུག་བརྒྱ་དང་ལྔ་བཅུ་ལོ་ལ། ད་ངེད་ནས་བྱས་ན་ལོ་ཉེས་ཁུ་ལ་རྒྱ་བཟའ་ཟུང་ལ་རྒྱ་སྲིད་སྐྱོང། ལས་ཨ་ནི་གང་འད་སོང་ཅི་རེད་བྱ། ཡིན་ན་ཡང་ལོ་ཉེས་ཁུ་གི་རིང་ལ་ལས་ཀ་དཔེ་མང་པོ་ཅིག་བྱས་ཡོད་བ་རེད། ཁོ་གི་རྒྱ་བོད་སྤྱི་ཚ་དུས་ལས་ཀ་དུམ་བུ་དུ་ག་རེ་ཟེར་ན་རྒྱ་ས་དུ་ལྷ་ས་ལ་ཚུད་སྤེལ་བ་རེད་ཕོ་རོང་པོ་ད་ལ་རྒྱ་བོ་རེད་དེ་གཅིག། གཉིས་པ་ལས། དེ་ནས་ཁོང་ལ་བཙུན་མོ་ལྔ་ཡོད་བ་རེད་དེང་སང་རྒྱ་བཟའ་ཀོང་ཇོ་དང་བ་བཟའ་འཕྲོ་དུང་མ་གཏོགས་ལག་གི་མི་འདུག་བ་དེ་བོད་ཀྱི་བཙུན་མོ་གསུམ་ཡོད་བ་རེད་དེ་ངའི་རི་མོ་བྲིས་ག་ཟེ་དེ་ལ་གཏོང་བ་ཡོད་སྐད་མ་ཟེ་ནོ་ཟེ་ད་ང་ཚོ་དེང་སང་ལྷ་བཟོ་ལོ་ཆུང་ཆུང་ཅིག་གི་ནང་ཁལ་ཤེལ་འདྲ་པོ་སྡེ་གི་རེད་ལྷ་བཟོ་ནང་ད་ལྷ་བཟོ་ཁལ་ཤེལ་འདྲ་པོ་ཆ་བང་ས་རེད་དཔེ་མ་ཟིག་བ་མཁས་པ་ཅིག་རེད་འོ་ཁས་བྲིས་བསྡད་པ་རེད། དེ་ཡོད། དེ་ནས། ལས་ཀ་གཉིས་པ་དེ་ཐུ་མི་སངས་པ་དང་ལ་སོགས་པ་བོད་ཀྱི་རྒྱལ་ནང་ཁག་ཀྱིས་རྒྱ་གར་ལས་ཕར་བཏང་ནས་སློབ་སྦྱོང་བཏང་བ་རེད། རྒྱ་གར་སློབ་སྦྱོང་གཏོང་རྒྱུ་དེ་ལ་བརྟེན་ནས་ཐུ་མི་སངས་པ་དང་ཁོ་ཚོ་རྒྱ་གར་སོང་རྒྱ་གར་ཡི་གེ་སྦྱོང་རྒྱ་གར་སྤྱན་རས་གཟིགས་ཀྱི་མདོ་རྒྱས་འབྱིན་རྩ་གཅིག་ལ་སོགས་བོད་ཡིག་ཚུར་ཁུར་ནས་བོད་ཡིག་ལ་བསྒྱུར་ལ་ད་བོད་ལས། ནང་པ་གི་ཆེད་དེ་ཐེངས་གསུམ་པ་དག་བསྒྱུར་འགོ་ཚུགས་པ་རེད། ཐེངས་དང་པོ་དེ། ང་ཚོ་དྲུག་ཡུམ་རྫིང་བུའི་སྒར་ལ་བོད་ལ་ནང་ཆས་ལྟ་ཅི་བྱས་ལྟ་མ་ཐུབ་པ། ཨ་ནེའི་ཕ་གང་དགོས་བྱས་གོ། ཐེངས་གཉིས་པ་དེ། ད་ཡོང་བསྒྲགས་ཀྱི་འགན་ཚོ་ཟེར་བསྡད་དེ། ལྷ་ཐོ་ཐོ་རི་གི་སྒར་ལ་ད་མདོ་དུས་ཀྱི་ལྟ་ན་རྒྱ་ཆེན་པོ་ཞིག་ལྟ་མ་ཐུབ་པ་རེད། ད་ཐེངས་གསུམ་པ་ཐུ་མི་སངས་པོ་དྲག་ཏུ་ཁོ་ཚོ་རྒྱ་གར་འགྲོ་རྒྱ་གར་སྲོང་བཙན་སྒམ་པོ་གི་ནང་པ་གི་ཆེད་དུ་སྦྱོང་ཡོད་ཅེས་ངོ་ཡེ་ས་མ་རེད། རྒྱ་དཀའ་སྟོབས་ཆེན་པོ་ཆགས་མི་སྟོབས་ཆེན་པོ་ཆགས་ཡོང་དུས་རྒྱ་གར། རྒྱ་ནག། བལ་ཡུལ། ཁ་ཆེ། ད་ད་དུ་རྒྱ་སྐད་ནང་ཤི་ཡོད་ཟེར་ནས་ལས་ཡོད་དུ་ཁྲམ་དེ་སང་ཤིན་ཅང་གླིང་པ་དེ་ཚོ་ཚང་མ་ལ་འབྲེལ་བ་བྱས་ཨ་ནི་འདྲ་འདྲ་ཐད་ཐད་བྱས་ལ་སྟོབས་ཆེན་པོ་ཆགས་ཡོང་དུས་རྒྱ་གར་དེ་ཐག་ཉེ་ཤེས་རེད་དེ་ལ་ལས་དེ་ནི་རིང་ནས་སློབ་སྦྱོང་བྱེད་ས་ངོ། ཕེ་ཚུན་གཉིས་ཀ་འབྲེལ་བ་ཆོག་གི་འདུག་ཨ། དེ་ཞོར་དུ་ཨ་ནི་རྒྱ་གར་ལ་དེ་དུས་ད་རིང་ནས་ཤུགས་ཆེ་ཨ་འདྲ་པོ་དེ་ནང་པ་གི་ཆོས་དེ་ཚོ་བྱེད་དེ་ལས་ནང་པ་ཆེ་དེ་ཚོ་ཡང་ད་བདེ་པོ་བྱེད་ལ་ང་ཚོ་ཚུར་རོགས་བསྡད་གི་ཡོད་རེད། གྲུ་རྒྱ་དེ་ཉེ་གི་རྩ་གི་ལོ་རྒྱ་གར་ལས་ཁ་ཤས་སྤོས་ནས་ཨ་ནི་ད་ལྟ་ང་ཚོ་མུ་ཧ་མུ་ཧད་སེམས་དེ་མུ་ཧ་མུ་དི་ཟེར་གྱི་དེ་བོད་ཡོངས་འདུ་དེ་ལ་ང་ཚོ་བོད་ཀྱི་བླ་སློབ་ཟེར་གྱི་འདུག་བ། ནི། མ་འདི་མ་དེ་ཡིན་ན་ཅི་ཟེར། ལས་བྱ་སྐལ་ཡིན་ཆོས་བྱ་བར་དེ་རྗེས་མ་རེད་མི་འདུག། མ་འདི་མ་དེ་ཟེར་མི་དེ་འབྲོང་རྩི་བློ་གྲོས་ཡིན་ན་ཅི་ཟེར་བོད་ཡིག་ནང་བྲིས་ཡོད་རེད། དེ་རེད་མི་འདུག། ཁ་ཆེ་རེད་འདུག་བ་ཁ་ཆེ་པོ་ལ་ཁ་ཆེ་གི་ནང་པ་ཐམས་ཅད་དུ་ལྟོས་ལ་དུ་ཐུག། ཨ་ནི་རྒྱ་གར་གི་མཁས་པ་དེ་ཚོ་ནི་བོད་ལ་ཚུར་ཡོང་བསྡད་ཡོད་བ་རེད། ཆོས་དང་རིང་ནས་ཕན་ཚུན་རྒྱས་སྤྲོས་བྱས་ད་ང་ཚོ་དེ། བོད་ཕག་གི་གླང་མ་ནི་ཡོ་རོབ་ལ་འགྲོ་ཡ་འདྲ་བ་ཆགས་བསྡད་ཡོད་རེད། དེ་འདྲ་བྱས་ན་ཨ་ནི་བོད་ཀྱི་ཆོས་དེ་ད་ཡང་འགོ་ཚུགས་པ་རེད། དེ་ནི་ལས་ཀ་ཅི་ལྟར་དཀར་ཟེར་ན་སྤྱི་ལོ་དྲུག་བརྒྱ་དང་སུམ་ཅུ་སོ་བཞི་ལོ་ལ་རྒྱ་ནག་ཐང་རྒྱ་བོད་ལ་དེ་ནི་བུ་མོ་དེ་མནའ་མ་སྤྲད་གི་ཟེར་ལ་ལྷུང་བའི་ངང་འདུག། དེ་ནས་མ་སྤྲད་པ་རེད། དེ་ནས་མི་སྤྲད་འོང་དུསགོམ་དེ་རྣམས་མ་སྤྲད་འོང་དུས་ད་གར་བྱས་པར་སྲིད་དེ་ནས་སྲོང་བཙན་སྒམ་པོས་ཁོ་རང་གི་དམག་རྒྱ་ལསལོ་རྒྱལ་དམག་རྒྱ་མཐའ་མ་བོད་ཁ་གཏད་མ་བཅུག་ལས་ད་དབོན་ཕྲེང་སྐོང་འབྲུག་སྲས་དེ་བོད་གཏོང་གི་ཐུབ་པ་རེད། དེའི་ནང་ཚེ་ལས་སྐྱེས་ལོ་ཨ་ནི། དྲུག་བརྒྱ་དང་སུམ་ཅུ་སོ་བརྒྱད་ཀྱི་ལོ་ལས་བསམ་པ་འདྲ་ཚུར་ཡོང་ནས་ཨ་ནི་བོད་ལ་སྐུ་རུ་སྤྱན་དྲངས་གཟིགས་མདོ་རྒྱུད་གཉིས་ཀྱི་རྩ་གཅིག་རྒྱུ་སུམ་ཅུ་པ་དང་རྟགས་ཀྱི་བརྒྱུད་པ། རྒྱ་གར་གྱི་པཱ་ནི་ནི་གྱི་བརྡ་སྤྲོད་པའི་རྟེན་གྱི་བརྒྱད་ཡོད་པ་རེད་དེ་ཚོ་ཚུར་བསྒྱུར་ནས་བོད་ཀྱི་བརྡ་སྤྲོད་རིག་པ་བཟོས། དེ་ནས་སྤྱི་ལོ་བདུན་བརྒྱ་དང་དྲུག་བརྒྱ་དང་བཞི་བཅུ་ཞེ་གཅིག་ལོར་ལ་བོད་ཀྱི་ཁྲིམས་བཅས་ནས་མཁས་གསུམ་གྱི་སོ་རུས་ཟེར་ཡག་ཅིག་བཅས་ཡོད་པ་རེད། དེའི་ནང་ལས་ཨ་ནེ་མིག་གི་གོ་གནས་གང་ཡིན། ད་སྔོན་མ། རྒྱལ་པོ་གཉའ་ཁྲི་བཙན་པོ་གྱི་ཁྲིམས། དཔའ་ཚན་རྣམ་རྒྱལ་ཟེར་ཡག་འདྲ་པོ་ཡིག་ཚང་སྡེ་དགུ་ཟེར་ཡག་འདྲ་པོ་དེ་ཚོ་རྨང་གཞི་བྱས་ནས་ཨ་ནེ་ཁྲི་བཅས་འདུག་བ། ཁྲིན་ཏུའུ་ཆོས་དྲུག་ཡོད་བ་རེད་དེ་ཁ་གསལ་པོ་ཡོད་བ་རེད་དཔའ་བོ་ཙུའུ་ལང་ཁྲིན་ཝང་གིས་ཁྲིན་ཏུའུ་ཁེ་པི་ག་དང་ནོ་ཆ་སོང་གོ་ཡོད་བ་རེད་ཨ་ནི་ལས་ཁུངས་ཀྱི་སྒྲིག་གཞི་གླེང་པོ་སོ་སོ་གི་སྒོ་ནས་ལས་འགན་དེ་ཚོ་དཔེ་གསལ་པོ་ཡོད་བ་རེད་དེ་མ་ཟད་པ་དམག་གི་རུ་ཆེན་བརྒྱད་ཐོན་པ་ཞེས་ད་དམག་གི་ཚོགས་སྐུ་ཆེན་པོ་བརྒྱད་དམག་དཔོན་བརྒྱད་དེ་ལ་དམག་དཔོན་ལ་མཆན་ཁེལ་དུ་དཔུང་རུ་སྙིང་པོ་བརྒྱད་ཨ་ནི་དམག་ཚོགས་སྐུ་རེ་རེ་ལ་རྟགས་གང་འདྲ་ཡིན། རུ་རྟགས་གང་འདྲ་ཡིན། དེ་ཚོ་ཆ་ཚང་མ་གསལ་པོ་གཟིགས་ཀ་ཡོད་རེད། ངས་དེ་ཚོ་ཚང་མ་སྐད་མ་གསལ་ནང་ལ་བྲིས་རོགས་དེ་ལ་རི་མོ་བྲི་ཚར་ལེ་ཡིན། ང་ཚོ་བོད་ཀྱི་ཡིག་གེ་ནང་ལ་ཡིག་གེ་གི་ནང་ལ་བྲིས་བ་ལ་མ་གཏོགས་རི་མོ་དང་དེ་ཚོ་མཐོང་ཡ་མི་འདུག། དེ་མ་ཟད་པ་ཨ་ནི་ཕྲེང་གི་ནང་ལ་གཏན་འབེབས་བྱས་ལ། ཕྱག་རྒྱ་ཆེན་པོ་དྲུག་ཟེར། དེ་ནི་འཕྲང་རྟགས་ཀྱི་ཕྱག་རྒྱ་བཀའ་རྟགས་ཀྱི་ཕྱག་རྒྱ། ཆོས་རྟགས་ཀྱི་ཕྱག་རྒྱ་ཟེར། ལས་ཁུངས་སོ་སོ་གི་དཔོན་རྣམས་དམག་གི་མཐིལ། རྒྱལ་པོ་ཀི་ཐི་དཔའ་བོ་ཀི་ཐི་བཅས་ལ་ཨེ་ལི་ཐི་ཚལ་ཆེན་པོ་དྲུག་བཟས་ལས་བསྟན་པའི་ཟས་འདུག་ཅེས་བོད་ཡུལ་རུ་ཆེན་ལྔར། རྒྱལ་དུ། གཡུང་གི་སྟོང་སྡེ་དགེ་དབྱེ་བ་ཞེས་ཡུལ་སོ་སོ་གི་དཔོན་པོ་བགོ། དེའི་རྟགས་འོང་དུ་དེ་ནི་བོད་སྔོན་མ་ཞང་ཞུང་རྒྱལ་པོ་དེ་འོང་དུ་བསྡུ། སྔ་མ་སྔགས་ཀྱི་ནང་ལ་དང་པོ་དེ་ལྷ་ས་ལས་རོལ་དབྱངས་བཟའ་ཟེར་ཡ་གྱོད་དེ་རྣམས་ཨེ་བ། གཉིས་པ་མེ་ཉག་དམག་རྒྱ་ལས་མེ་ཉག་ཡ་ཨ་ནི་མེ་ཉག་རོལ་དབྱངས་བཟའ་ཟེར་མཁན་གྱི་ཁྲིད། གསུམ་པ་ཞང་ལྗོངས་དམག་རྒྱ་ཞང་ལྗོངས་རྒྱལ་པོ། དང་པོ་ཞང་ལྗོངས་རྒྱལ་པོ་ལི་ཁྲིའི་མེ་ལས་ཁོ་རང་གི་སྲིང་མོ་སེང་མ་ཀ་ཟེར་ཡ་དེ་ཕ་མནའ་མ་བྲལ། ཨ་ནི། ལི་མི་རྒྱ་ལས་ཆུ་ཀའི་ཞང་ལྗོངས་རྒྱལ་པོའི་སྲིང་མོ་དེ་མནའ་མ་བསུ། བལྟས་ཀྱི་ད་རྣམས་མ་གསུམ་སྟེ་དེ་ནས། དྲུག་བརྒྱ་དང་སུམ་ཅུ་སོ་གཉིས་ལོ་ལ་བལ་པོ་རྒྱ་བོད་ཀྱི་བུ་མོ་དང་མནའ་མ་ཚུགས། དྲུག་བརྒྱ་སུམ་ཅུ་སོ་བཞི་ལོ་ལ་རྒྱ་ནག་རྒྱ་བོད་ཀྱི་བུ་མོ་མནའ་མ་ཁྲི་ཆིག་ཅིག་དུ་མ་བསྐྲད་ནས་ནི་མང་དྲུག་ཏུ་བཤོལ་བ་རེད། བྱས་ཙང་ཕྱི་རྒྱལ་སྲོང་བཙན་སྒམ་པོ་དགེ་ད་བྱས་རྗེས་འདྲ་པོ་སྲེད་ན་དེ་འདྲ་ག་ཡོད། དེས་མ་ཚད་པར་སྤྱི་ལོ་དྲུག་བརྒྱ་དང་བརྒྱད་ཅུ་ཞེ་བརྒྱད་ལོ་ལ། དེ་ནས་རྒྱ་ནག་གི་རྒྱ་བོད་ཀྱི་རྒྱ་གར་བ། མི་སུམ་ཅུ་ཐེབས་པ་གཏོང་འདུག་བ། དེ་གཏོང་ཡོང་དུས་དེ་ནས་རྒྱ་གར། རྒྱ་བོད་དེའི་བཀའ་ལས། གླེན་པོ་ཨ་ཛི་ནཱ་སེ་ཡ་གཅིག་གི་བྱིངས་ལོག་ཅིག་ལ་རྒྱ་གར་རྒྱ་བོད་ཀྱི་ཆབ་སྲིད་དུ་འཁྲུགས་དེ་དུ་ཐུག་ནས་རྒྱ་ནག་གི་སྲིད་ཡིག་པ་དེ་ཚོ་བསྐྱངས། བསྐྱངས་འཁྲུགས་བྱས་ཡོང་དེ་ནས་ཁོ་ཚོ་ཚུད་ཡོང་ལ་དེའི་བཀའ་ལས་སྲོང་བཙན་སྒམ་པོའི་བཀའ་ལས་བོད་བོད་ཡང། སྲོང་བཙན་སྒམ་པོ་གི་བདག་པོ་རྒྱ་ལས་བོད་བོད་ཡོད་ལ་བོད་ཀྱི་དམག་མང་པོ་བསྡད་ག། དེ་ནག་ཡོང་ལ་བོད་པ་ལ་རོས་པ་བཟོ་རོགས་ཟེར་དུས་སྲོང་བཙན་སྒམ་པོ་གི་བོད་ནས་ཕག་ཨ་ནི་དམག་མི་སྟོང་ཕྲག་གཅིག་དང་གཉིས་བརྒྱ་བལ་ཡུལ་ལ་ཡོད་པའི་དམག་མི་བརྒྱད་བརྒྱ་དགུ་བརྒྱ་བཅས་བྱས་ལ་དམག་མི་སྟོང་ཕྲག་གཉིས་བརྒྱ་ནི་རྒྱ་གར་གི་ཏིར་ཧེ་ཏ་སེ་ཡ་གི་ས་ཆ་དེ་ཚོ་མཆེད་ཆུ་བོ་གོམ་ཁ་གི་འགྲམ་དུ་བབས་དུས་ལས་དམག་བརྒྱ་མི་བསད། བ་ཅོག་དང་སེང་ཆེན་དེ་ཚོ་འཁྲུགས། དེ་བྱས་ན་ཨ་ནི་རྒྱལ་པོ་ཨ་རྒྱལ་གླེན་པོ་ཨ་ཛི་ན་བཟུང་ལས། རྒྱ་ནག་ལ་ཕར་བལྟས་ལ་རྒྱ་ནག་ནི་དཔེ་རོལ་པ་ཆེན་པོ་བཟོས་ཡོད་རེད་བྱས་ཙང་ཨ་མི་རི་ཀ་ནང་བཞིན་གྱི་ང་ཚོ་ད་ག་དྲུག་བརྒྱ་དང་ལྔ་བཅུ་ལོ་ལ་སྲོང་བཙན་སྒམ་པོ་གྲོངས་འགྲོ་དུས་དེ་ནི་ཁོ་རང་གི་ཚ་བོ་དབོན་སྲས་མང་སྲོང་མོ་བཙན་སྲས་དེ་དབོན་སྲས་སྲས་དེ་ཤ་ཉེ་གི་བུ་རེད་པ་འོ་དེ་ལོ་དེའུ་ལོ་བཅུ་གཉིས་བཅུ་གསུམ་ཅི་ག་འདྲ་ཡིན་ན་དབོན་སྲས་མང་སྲོང་མོ་བཙན་དེ་སྤྱི་ལོ་དྲུག་བརྒྱ་དང་སུམ་ཅུ་སོ་བརྒྱད་ལོ་ལ་འཁྲུངས།

དེའི་སྤྱི་དབང་དུ་དེ་ནི་དབེན་སངས་མོང་སོང་མོང་སོང་གི་སྤྱི་ལོ་དྲུག་བརྒྱ་དང་དྲུག་ཅུ་རེ་བརྒྱད་ཀྱི་ལོ་ལས་ཡང་ནི་རྒྱ་ནག་ཐང་གི་ཕྱོགས་ལ་དམག་རྒྱག། དམག་མ་རྒྱག་དབང་དུ་རྒྱ་ནག་ལ་ཡང་ནི་མི་དེ་ཡུན་ནན་གྱི་ས་ཤར་ལས་འབྲས་ཆུ་ལ་སྐྱག་ཟངས་བཙུགས་ལ་སྐྱག་ཟངས་ཕ་ག་ག་ལས་ཡང་ནི་སི་ཁྲན་དུ། དེ་ཚོ་གི། ཐང་གི་དམག་དཔུང་དེ་ཚོ་ཕ་དེའི་འདུ་བ་ཁོ་ཚོ་ཕངས་པ་བྱས་བཞག། ད་དེ་འདྲ་པོ་གི་བོད་གི་བླ་ཆེན་པོ་སྟོད་ཆེན་པོ་བཟོ་ཡ་དེ་ཚོ་ཡི་གེ་དེ་ཚོ་ད་ལྟ་རྒྱ་ཡིག་ནང་ལ་ཁོ་ཚོ་དེ་འདྲ་བྱས་བྱུང་ཟེར་ཐང་གི་ཡི་གེ་གཉིས་པ་ནང་ལ་མ་གཏོགས་ང་ཚོ་བྲིས་ཡོད་མ་རེད་ནང་པ་གི་ཆོས་དེ་བོད་ལ་ཟེར་ཚ་དུས་བོད་གི་ལོ་རྒྱུས་ཚང་མ་དེ་ཨ་ནི་སྒྲུང་ལ་བརྒྱུ། སྲོང་བཙན་སྒམ་པོའི་མགོ་ལ་མགོ་ཅིག་བཅད་དེ་ཡོད་རེད་གླང་སྤྲང་པོའི་མགོ་ལ་རྭ་ཞོ་ཅིག་བཅད་དེ་ཡོད་རེད་ཟེར་ཡ་འདྲ་པོ་མ་གཏོགས་ནང་པ་སངས་རྒྱས་པ་གི་ཆོས་ལུགས་དེ། བོད་ལ་བལྟ་ཚར་དུས་བོད་ཀྱི་ལོ་རྒྱུས་དེ་ཧ་ཅང་གི་རྒྱུ་ཆེ་ཆེ། རླབས་ཆེ་བ་གཟི་བརྗིད་ཆེ་བ་དེ་ཚོ་མང་པོ་ཅིག་མེད་པ་བཟོས་ཡོད་པ་རེད། དེ་ག་རེ་ཟེར་ན་ཆབ་སྲིད་ཟེར་ཡ་དེ་ག་དུས་ཡིན་དང་དེ་འདྲ་བཟོ་གི་རེད་དབང་ཆོས་གྲྭ་རིག་པ་དེ་མཁས་འོང་དུས་ཁོ་རང་ཚང་གི་བྱས་རྗེས་དེ་མ་གཏོགས་ཕ་རོལ་པོ་ཀྱི་དེ་ནས་བྱས་རྗེས་མེད་པ་བཟོ་འགྲོ་ཡོད་དེ་བོད་སྐྱིད་པོ་མ་རེད་ནོམ་པ་སྐྱིད་པོ་མ་རེད། ང་ཚོ་ཨེ་ཤི་ཡ་ལུང་པ་ལས་སྐྱིད་པ་རེད་ཏང་ཕལ་སྐྱིད་ཁེ་ཚ་རེད་སྐྱིད་ཕང་འགྲོ་སྐྱིད་དེ་ལས་རྐྱེན་སྐྱིད་དེ་གི་འདུ་བ། ཨོ་དེ་བྱས་པ་རེད་དེ་ནས་ཁོ་གྲུ་རྒྱ་རྡོ་རྡོ་མཆོད་དན་དྲུག་ལོ་ལ་གྲོངས་འགྲོ་དུས་དེའི་ལོ་དེ་ལ་ཁོ་རང་གི་སྲས་འདུས་སྲོང་མང་པོ་རྗེ་འཁྲུངས་པ་རེད། ཡིན་ན་འདུས་སྲོང་མང་པོ་རྗེ་ཆོས་སྤྱོད་ཡིན་དུས་ད་རྒྱ་པོ་ཅིག་མིན་འོན་དུས་ཁོ་རང་གི་ཨ་ནེ་བཙུན་མོ་འགྲོ་ཟླ་ཁྲི་མ་ལེགས་ཀྱི་དེ་ནི་མོ་རང་གི་བོད་ཀྱི་རྒྱལ་པོ་བྱས། ད་དེའི་སྐོར་ལ་ལོ་རྒྱུས་དཔེ་མང་པོ་ཡོད་རེད་མོ་རང་གི་གདོན་ཆུ་དལ་འགོས་ལ་བར་དུ་ལས་ལོ་གསུམ་རེ་རེའི་བུ་དེ་ལ་རྒྱལ་པོ་མི་གཏོགས། མོ་རང་གི་བོད་ཀྱི་ཨ་ནེ་རྒྱལ་སྲིད་བཟུང་ཡོང་དུས་དེའི་སྐལ་ལྟེ་བ་ལས་ཨ་ནེ་མཐའ་བཞི་ཐམས་ཅད་ལས་དམག་རྒྱག་མཐའ་བཞི་གི་ལུང་པ་ཚོང་དམག་གི་སྤྱིའི་ཚོང་དམག་གི་མགོ་དགུ་ཤམ་ཚ་ཞེས་དེ་གི་ཡང་དེ་འདྲ་གཟིགས་རོགས་འདུག་བ། དེ་འདྲ་བྱས་ནས་ཨ་ནེ་ཁ་ལ་མི་ཉན་མཁན་དེ་ཚོ་ལ་དམག་རྒྱག་ལ་བར་མགོ་དུམ་སྤྲད། ཅེས་འདུད། ཨ་ནེ་སྤྱི་ལོ། དྲུག་བརྒྱ་དང་དགུ་བཅུ་གོ་གཉིས་པ། དྲུག་བརྒྱ་དགུ་བཅུ་གོ་གཉིས་ལོ་ལ་འབྱུང་གི་ཡོད་ལ་དེང་སང་ཡུན་ནན་གྱི་ས་ཆ་ལ་གཉའ་དཀར་དང་གཉའ་ནང་ཟེར་ཡ་དེ་ཚོ་སྔར་བོད་ཀྱི་ཁོངས་ལ་ཡིན་འདུག་ཡང་ཁོ་ཚོ་གི་བོད་ལ་མགོ་མ་སྒུར་ལ། ཐང་ལ་མགོ་ཏོག་ལ་འདྲ་བ་བྱས་འདུག་དེ་ཅི་ཡོང་འདུག་དེ་ནི་མོ་རང་གི་བུ་འདུས་སྲོང་མང་པོ་བརྒྱད་དེ་དམག་དཔོན་བྱས་ལ་ཨ་ནེ་ཡུན་ནན་གྱི་ས་ཆ་ལ་དམག་རྒྱག་ལ་འབྱུང་པ་ཐམས་ཅད་དུ་འདུག་གཉའ་དཀར་དང་གཉའ་ནང་ཐམས་ཅད་བཟུང་ནས

དེ་ནས་མོ་རང་གི་སྲས་འདུས་སྲོང་མང་པོ་བརྒྱད་ལས་དབང་ཆ་སྤྲད། ཕྱག་འདུས་སྲོང་མང་པོ་བརྒྱད་ཀྱིས་དེ་ཡང་ཧ་ཅང་གི་སྟོབས་ཆེན་པོ་འདྲ་ཅིག་བྱས་ལ་དེ་ནས་ཁོ་རང་གི་སྲས་ད་ཁ་ཁ་ཡི་ས་རེད་ངས་ཚོ་ལྗོངས་ཚ་ལྷ་ཡང་ཟེར་འདྲ་པོ་འདུག་མི་ཨང་ཚང་ཟེར་ཡང་འདྲ་པོ་དེ་ཚོ་དེ་གི་སྲས་རེད། དེ་ནས་ད་ལྗོངས་ད་ལྟ་ང་ཚོ་ཡོངས་གྲགས་ཀྱི་ད་རྒྱ་བོད་ཟེར་མཁན་མི་ཨང་ཚང་དེ་སྤྱི་ལོ་དྲུག་བརྒྱ་དུ་དགུ་ཁྲི་གོ་བརྒྱད་ལ་འཁྲུངས་འདུག་ཨ་ནི།

དེ་ནི་རྒྱ་ལོ་ཚོས་ནི་ཡངས་པའི་ཡངས་པའི་ཆུ་བོ་ཟེར་ཡ་དེ་བ་རེད། དེའི་ཆུ་བོ་གི་སྟེང་ནས་དཔེ་ལས་སླ་བ་ཐག་གི་མ་རེད་དེ་ཁོ་ཚོ་ལྷོད་ལྷོད་ཀྱིས་བསྡད་ད་འདུག་ཨ། སྤྱི་ལོ་བདུན་བརྒྱ་དང་བཞི་ལྔ་དེ་འདྲ་ག་དུས་ཀྱིས་ཧ་གོ་གི་མི་འདུག་ཡང་བོད་ཀྱི་ལྕགས་ཐག་གི་ཟམ་པ་ཚུལ་ལ་ཁྲི་པ་ཀ་ལ་དགའ་ཉི་མ་སྤྱན་སྔ་གི་ཐང་ཆུ་དྲོན་གྱི་དམག་མི་གདངས་ཤག་ཨ་ནི་ཁོ་ཚོ་དང་ལྷུང་མ་བཞད་པའི་བཀའ་དང་བསྟུན་ནས་བོད་དམག་གི་ཆུ་ལ་ལྕགས་ཟམ་ཚུལ་ལ་ཐང་ཆུ་དྲོན་གྱི་དམག་མི་གཏོད་བྱུང་ཟེར་རྒྱ་ཡིག་ནང་བྲིས་ག་ཡོད་བ་རེད།

དེའི་སྐད་ལ་ཡང་ཁོ་ཚོས་གི་ད་ང་ཚོའི་སྡེ་གི་སྐད་ཀྱི་ནི་ཨ་ཞེས་འགྲོ་ས་ཁྲི་མ་ལས་ཡོད་རེད། ཡང་ཨ་ཞེས་འགྲོ་ས་ཁྲི་མ་ལས་མོ་རང་གིས་བོད་ཀྱི་དཔོན་པོ་བྱས་ནས། ཐ་མ་ཐ་མ་དེ་རྒྱང་ཚ་ལྷ་མ་འདས་ན་ག་འདྲས་ཞིག་ན་ཅི་རེད་ཡ་ས་རེད་མི་ཨང་འཚམ་དེ་ལོ་བཅུ་གཉིས་བཅུ་གསུམ་གྱི་ཟླ་བོ་གྱི་རྒྱ་བོ་ཡག་གི་ནི་སྤྱི་ལོ་བདུན་བརྒྱ་དང་བཅུ་ལོ་ལ་ཡང་རྒྱ་ནག་ལ་འབྲེལ་བ་བྱས་ད་ང་ཚོའི་རྒྱ་འབྲེལ་མི་འདུག

ཚེ་མ་ལ་གྲོངས་ཚར་དུས་དེ་ནས་ང་ད་ཁྲི་སྲོང་ལྡེ་བཙན་གྱི་ཨ་ཕ་མི་ཨང་ཚང་སེམས་སྡེ་གྱི་བོད་ཀྱི་རྒྱ་བོད་བྱས་ལས་དེ་བྱས་ནས་ཨ་ནི་ད་དེའི་བཀའ་ལས་ཀ་ཀ་སོ་རྒྱ་ནག་དང་མཐུན་པོ་བྱས་ཀ་ཀ་སོ་ཡང་མ་འགྲིག་ལ་དམག་རྒྱལ་སྡེ་འདྲ་བོ་དེ་དམག་རྒྱལ་ས་སྔོན་མ་འདྲ་བོ་ཅན་ཡིན་ན་མང་ཆེ་བ་དེ་ཡུན་ནན་གྱི་ས་ཆ་བས་དམག་རྒྱལ་སྡེ་གི་འདུག།

ཡིན་ན་དེའི་སྐལ་ལོས་རྒྱ་ཡིག་ནང་ལ་སྲིད་དུས་ཨེ་ནས་བོད་ཀྱི་དམག་མི་དེ་ཚོ་གི་ཟ་རྒྱུ་གན་རྒྱུ་དེ་ཚོ་དུ་ཀ་དེ་འདྲ་ཀྱི་སྐུ་ལུས་མི་སྤོ་ཡོང་སྲིད་ཡོད་སྲིད་ལུགས་དེ་བཟོ་བོ་དེ་དེ་ཡོང་དུས་དེ་ནས་རྒྱ་ཡིག་ནང་ལ་སྩལ་དུས་ད་ཁོ་ཚོ་གི་ས་མཚང་ཧྲན་ཞིག་བོད་དམག་སླེ་ཞུ་ཡོང་སྲིད་དེ་སྲིད་ཨེ་བོད་དམག་སླེ་ཡོང་དུས་དེ་དགུན་ཁ་དེ་ལ་ལ་ད་ཁོ་ཚོ་གི་བོད་དམག་ཡག་བཀག་མ་ཐུབ་ཡོང་དུས་ས་རྩ་ཚང་མ་དེ་མེར་རྒྱག་དགོས་ཟིན་ཡིན་སྲིད། རྩ་ཚང་བ་མེར་བརྒྱད་ཚ་དུས་དེ་ནི་བོད་ཀྱི་ད་ལྟ་མོ་མི་མ་ཡོང་མ་ཐུག་ད་ལྟ་ཨལ་རྩ་ས་ཀྱི་དགུ་ལ་རེད་སོ་ཨུལ་རྩ་ས་ཀྱི་དགུ་ལ་རེད་ལུའུལ་རྩ་ས་ཀྱི་དགུ་ལ་རེད་དེ་ཡོང་མ་ཐུག་ན་ཨ་ནི་ཁོ་ཚོ་མོ་མི་ཡག་ཀ་ག་ཟེར་ལ་འོ་རྒྱ་ཡིག་གི་ནང་ལ་དེ་འདྲ་བྲིས་ཡོད་རེད། ད་མཐའ་ཡག་ཅིག་མི་བྱེད་དུས་སྤྱི་ལོ་བདུན་བརྒྱ་དང་སུམ་ཅུ་སོ་དགུ་ལོ་ལ་ཏུང་ཧོང་ཏཱ་ན་ཅིན་ཁྲེང་ཀོང་ཀྲུའུ་སི་རྒྱ་མོ་དང་གྲོངས་པ་རེད། དེ་གྲོང་ཚ་དུས་ད་འཕྲུལ་སྲུང་སྡེ་ཚེ་འཕྲུལ་ལ་འདྲ་མི་འདྲ་ཡོད་དེ་ཏུན་ཁང་ཡིག་ཆ་དུ་ཨ་ནེ་ཡིག་ཆ་ཡོངས་དག་ནང་ཁེ་དྲི་བྱས་ན་ཆུ་རྟ་ལོ་བ་རེད་ཆུ་རྟ་ལོ་བ་སྤྱི་དུས་བཞི་ཅུ་ཞེ་གཉིས་ལོ་རེད་ཨ་ནེ་འཕྲུལ་སྲུང་སྡེ་ཚེ་དེ་འཕྲུལ་ཡོང་དུས་ཨ་ནེ་ད་ལྟ་ཅིན་ཁྲེང་ཀོང་ཀྲུའུ་གྲོང་ཚ་ནས་ལོ་གསུམ་རེ་ཚ་ལེར་དེ་ནི་རྒྱ་མོ་གྲོང་ཚ་དུས་སྤུ་གི་སྐྱེ་གི་མ་རེད་པ། ང་ཚོས་ཡིག་ཆ་དེ་ཚོ་གི་ཡང་ག་འདྲས་ལ་ཡོད་རེད་ཟེར་དུས་དེ་ནི་སྒྲུང་གི་གཙང་ལ། ད། ཁྲི་སྲོང་ལྡེ་བཙན་དེ། རྒྱག་ཚ་བོ་རེད། ཡིན་ན། གཅིན་ཕྲན་ཀོང་སྤྲུལ་ལ་སྐྱེས་བ་ཟེར་རེད་དེ། སྣ་ནག་བཟའ་གི་འཁྲུག་བ་ཟེར་རེད། འཁྲུག་བ་དེ་ནི། གཅིན་ཕྲན་ཀོང་སྤྲུལ་སྡུག་ཆེ་ཤེས་ཉིན་གྱི་བོད་ཀྱི་ས་སྐྱས་དེ་ཚོ་དང་ཕ་ཉང་བཅུ་ལས་ཅི་བྱས་ག་བ་རེད་ཟེར་ད་ལྟ་ང་ཚོ་ནང་པ་གི་ཡིག་ཆ་ནང་ལ་དེ་འདྲས་ཅིག་ལ་བཟོ་བྱས་རྒྱག་བསྡད་པ་སྒྲུང་གཙང་ལ། ད་ལྟའི་དུས་དང་འོ་ན་ག་འདྲ་བྱས་པར་ཟེར་དུས་ལོ་གཅིག་རེ་དུས་སའི་བྱ་འཛུགས་ཀྱི་དགའ་སྟན་ཟེར་ཡག་གི་བཟོ་ཡག་འདུག་བ། ལོ་གཅིག་རེ་དུས་སྤུ་གི་རྐང་པ་སྤོ་འདི་དགའ་སྟན་གྱི་བཟོ་བརྒྱད་པ་འདྲ། ད་ལྟའི་བཟོ་དུས་དེ་ནི་བོད་ཀྱི་རྒྱ་བོ། མེ་ཨང་ཚང་གིས་སྤུ་གི་ཨ་མ་སུན་ཡ་ཧ་མ་གོ་དུས་ད་སྤུ་གི་ཁོ་རང་ལ་ཐག་བཅད་མཛད་ལས་དེ་ནི། དེ་བྱས་ག། ཕ་ཆོས་མི་རྒྱ་གི་གླེན་པོ་དང་འདུག་ཚོ་ཆོས་མི་བོད་ཀྱི་གླེན་པོ་དང་འདུག་གཞུང་དེ་ལ་ལས། མེ་ཨང་ཙང་གི་ཁྲི་སྟེང་ལ་ཡག་འདུག་དེ་ནས། དེ་ནས་པུ་གུ་དེ་ལས། སྲས་ཀྱི་ཤོ་བུ་གཅིག་གི་ནང་ལ་འབྲས་ཀྱི་མཆོང། དེ་གང་བཤད་ལ། དེ་ནི་བུ་ག་ལགས་ལ་སྤྲད་ལ་ད་ཁྱོད་ཨ་ཕ་ཨ་མ་སུ་རེད་ཁྱོད་རུ་གདའམ། མ་ཟད་ཁོ་ཚོ་རྒྱ་ལན་དེ་ཚོ་གི་ཨ་མ་སུ་ཡིན་ཧ་དགོས་ཀྱི་ཡོད་མ་རེད། དེ་ནི་ཁྲི་སྲོང་ལྡེ་བཙན་ལོ་གཅིག་རེད་དུས་ང་ཁྲི་སྲོང་ལྡེ་བཙན་རྒྱ་བཟའ་ཡིན་སྣ་ལང་སོང་གི་དན་མི་མཚར་རྫས་ལ། ཨ་ནི་སྲས་ཤོག་འགྲན་ཆེན་གི་གོང་བ་དེ་རྒྱ་ནག་གི་ཤོག་དུ་ཕུག་བ་དུས་ཨ་ནི་བོད་པ་དེ་ཚོ་ངོ་ཚ་རྒྱ་དེ་ཚོ་དཔེ་དགའ་བོ་བཤད་ཨ་ནི་ཁྲི་སྲོང་ལྡེ་བཙན་ཁྲེང་ཀོང་སྤྲུལ་དཔེ་དགའ་བོ་བྱུང་བ་རེད། འོན་ཁྲི་སྲོང་ལྡེ་བཙན་ནི་རྒྱ་བཟའ་ཡིན་པ་དེ་འདྲ་ཞིག་ང་ཚོས་སྦ་བཞེད་ལ་སོགས་པ་ནོངས་པ་གི་ཡིག་ཆ་དེ་ཚོ་གི་དེ་འདྲ་བྲིས་བ་རེད། དེ་ག་དུས་མིན་པ་ཐོག་བཅས་སྤྱི་འཐུས་ཁོང་ཁྲོ་གི་བུ་མིན་པ་དེ་གི་ཐོག་བཅས་གི་འདུལ་བ་མ་གཏོགས་བོད་རྒྱལ་པོ་བཀའ་གཏེར་དུ་ལས་ཨེ་ནི་ཨེ་ཤི་ཡ་ལུང་པ་འདི་ལ་ག་ས་ག་ལ་བྱུས་ཏོག་ཟོ་ཐུང་གེ་ཅི་སོ་སོ་གི་མཉམ་པོ་ལ་སྐྱེ་མེད་གཉིས་ཡོད་དེ་སྐྱེ་མེད་སུ་ལ་པུག་གི་བཤད་ཤུགས་མ་ཤེས་མཁན་གི་སྐུད་པ་དེ་འདྲ་པོ་ཅིག་ཡོད་མ་རེད་པ། ཡང་མིན་ན་ནི་ཅི་གྲོང་གསེབ་འདྲ་པོ་ཅིག་བྱིས་ལུས་བཤད་དགོས་པ་ཡིན་ན་འོ་ད་དེ་གཉིས་བུ་ཡིན་ན་མིན་ན་ཟེར་ན་མ་གཏོགས། དེ་འདྲ་བྱས་ལ་ད་ང་ཚོས་དཔེར་ན་བོད་ཀྱི་ལོ་རྒྱུས་ལ་ཆོས་བཤད་རྫུན་བཤད་མང་པོ་བྱས་ལ་ཨ་ནི་བྲིས་ཡོད་རེད། ད་རྒྱ་ས་དེ་ཡིན་ན་སྟོབས་ཆེན་པོ་འདྲ་པོ་དང་གཟི་བརྗིད་ཆེན་པོ་འདྲ་པོ་ཞིག་དྲན་གྱི་ཡོད་ས་རེད་པ། དེ་ཚོ་དེ་དུས་ང་སུད་ཕ་ན་ལ་སྐྱེས་ཆེན་པ་ཡིན་སུད་སི་ལ་སྐྱེས་དུས་ཨ་ནི་རྒྱ་གར་ལས་དཔལ་ཡུལ་རྒན་པ་གི་དེ་ནི་དེབ་ཀྱི་འགོ་རུ་རིན་པོ་ཆེ་གི་སྣང་བརྟགས་ཀྱི་དེ Video གདན་ཐེམ་པར་འདུག་ཚེ་རིལ་གདན། དེ་བལྟས་ནས་ད་ང་དེ་ཟ་མ་མ་དེ་ལ་ཅིག་བལྟས་བལྟས་བལྟས་བལྟས་བལྟས་པ་ཡིན། ཡག་པོ་བྱུང་དཔེ་ཡག་པོ་བྱུང་འཕྲལ་ཞག་ཨ་ནེམ་འགོ་རུ་རིན་པོ་ཆེ་བེའུ་ལུས་ལས་ཡོང་དུས་བེའུ་ལུས་ལས་ཚ་རེ་ཙིས་ད་ལྟ་སྒྲུང་དེ་ཇི་མ་ཇི་ཡིན་ཁྲག་གི་འདུག་དེ་སྔ་བལྟ་གཉིས་དྲོད་མ་ཞུ། དེ་ནས་ཁྱེད་ཅག་ལུང་པ་ལ་བསྡད་ལ་ཅི་ཞེ་འཇུག་རང་དབང་གི་སོགས་བྱུང་མཁན་དེ་ཚོ་ཁོའི་བསམ་བློ་བཅོས་མ་ཐོན་པར་དེ་འདྲ་དྲན་ད་ཆོག་མི་འདུག་ཕྱི་ལོག་ལ་འདུག་འདུག་མཁན་དེ་ཚོ་ལ་བསམ་བློ་དོ། ནད་པ་རེད་ཀླད་པ་དང་ནད་པ་རེད་བཞག་དྲན་དེ་ལས་ང་དེ་ལྟ་ཉན་སྤྲོ་མ་བྱེད་དེ་བཞག་བཞག་དགའ་བ་ཡིན། དེ་འདྲ་བ་དེ་འདྲ་བྱས་ཡོད་རེད་བྱས་ཙང་ད་ད་ལྟ་ང་ཚོ་ཏུན་ཧོང་གི་ཡིག་ཆ་དེ་ག་ནང་བཞིན་གྱི་ཨ་ནི་རྒྱ་ཡིག་མཛད་ན།

ད་དེ་འདྲ་ཅིག་བྱས་ན་ཨ་ནི། སྤྱི་ལོ་བདུན་བརྒྱ་དང་ལྔ་བཅུ་ང་ལྔ་ལོ་ལས་ཡང་འགྲོ་གྲྭ་ཚ་ལས་ཨ་ནི། སྐྱིད་པོ་དང་གཡང་ཐང་བཅས་ལས་རྟ་རྒྱུག། རྩེད་མོ་རྩེ་བསྡད་ཡོད་དུའང་མདའ་འཕྱང་བོང་འཕྱང་རྒྱག་ལས་མི་ཨང་ཚ་དེ་ལའང་བསད་གོ་འདུག་ཨ། མི་ཨང་ཚང་བསད་ཚར་ལ་འདུག་དེ་ནས་ལང་སོང་ལ་ང་ཚོའི་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་རྒྱལ་པོ་བྱས་པ་རེད་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་རྒྱལ་པོ་བཟོས་འོང་དུས་ད་དེའི་སྐབས་ལས་ང་ཚོ་ཨ་ནི། བོན་པོ་དང་ནང་པ་གཉིས་བ་ལང་ལ་གཉིས་ཀ་རྩེད་པ་གྱི་ཐུགས་དད་ཡོད་རེད། རྩེད་གི་དེ་ག་བ་རེད་ཟེར་ན། ད་ཁྲི་སྲོང་ལྡེ་བཙན་དཀའ་ལས། སྲོང་བཙན་སྒམ་པོའི་དཀའ་ལས་ང་ཚོ་ལྷ་སྒང་ཁ་ཁས་རྒྱག་ཡོད་རེད། དཔེར་ན་རྒྱ་བཟའ་ཀོང་ཇོ་གི་ལྷ་སྒང་རྒྱ་སྟག་ར་མོ་ཆེ། ད་ལྟ། དུས་ལ་གོམས་ཏེ་དེ་བ་བཟང་ཁྲི་ཚོ་གི་ལྷ་ཁང། དེ་ག་ནང་གཞིས་ཀྱི་མཐུན་པའི་སྐོར་གྱི་ལྷ་ཁང་ཟེར་ལ་ཞང་ཞུང་བཟའ་གི་རྒྱལ་ཁབ་པ། རུ་ཡོང་བཟའ་གི་རྒྱལ་ཁབ་པ་བཙུན་མོ་རིགས་ཀྱི་ལྷ་ཁང་རུ་རྒྱ་ཞོག་སྟེ་གཞིས་རྩ་དེ་ཚོ་ཁ་སྐད་ཅིག་འཇིག་བསུན་ཡོད་ས་རེད། ཁྱེད་ཚོ་དེ་ཚོ་གི་ནང་གཞིས་པ་ལས་ནི། ཁྲི་སྲོང་རྒྱལ་པོ་སྲོང་བཙན་སྒམ་པོའི་སྐབས་ལས་རྒྱ་གར་དང་རྒྱ་ནང་དུ་སྟག་གཟིག་གི་ལུང་པ་གསུངས་ནས་ཨ་ནི། སྨན་པ་སྐལ་སྟོང་ལ་ང་ཚོ་བོད་ཀྱི་སྨན་པ་ཚོ་དུ་ཨ་ནི་བགྲོ་གླེང་བྱས། གསོ་བ་རིག་པ་ཀྱི་སྐོར་ལ་ཡང་ཨ་ནི་དེ་ཚོ་ཀྱི་གསོ་རིག་ཀྱི་ཉམས་མྱོང་དེ་ཚོ་ཚུར་ལོངས་ནས་ཨ་ནི་བགྲོ་གླེང་མང་པོ་བྱས། སྨན་ཨང་ཚང་གི་སྐར་ལ་དེ་ལས་ཀྱང་ཨ་ནི་དཔེར་ན་ང་ཚོ་ད་ལྟ། ཐབས་གླེན་པོ་དེ་ཚོ་ཆོལ་ཁ་གཉིས་ཆགས་པ་རེད། རྒས་དང། ཨ་ནེ་མཆིན་དང་དེ་ཚོ་ཚང་མ་དེ་ནང་པ་ལས་རྒྱ་ཆོས་བྱེད་མཁན་ཨ་ནེ་ད་ལྟ་གཞུང་ད་ལྟ་ག་རེ་ཡིན་དགོས་འདུག་གི།

ཀོང་སྤྲུལ་རིན་པོ་ཆེ་གིས་རྡོ་སྦལ་ལ་ཚོང་སྐུ་མཆན་གནང་གི་ཟེར་ན་ཨ་ནི་བོད་ཀྱི་མཁས་པ་དེ་ཚོ་ཁྱུང་པོ་དུམ་ཚུགས་ཁྱུང་པོ་ཁྱུང་པོ་ཙི་ཙི་ཀྱོག་ལ་སྨན་བླངས་པ་ཁོ་ཚོ་གི་གཙང་གི་པ་རེད་ཟེར་དེ་འདྲ་བྲིས་ཡོད་རེད། དེའི་གི་སྔ་མ་ལས་མ་བརྩེ་འོས་འདུག་དེ་ནི་བོད་ཀྱི་དམག་མི་གི་མཐའ་མཚམས་སྲུང་ཡིག་གི་དམག་མི་མང་པོ་ད་ད་ལྟ་ང་ཚོ་འདི་གི་བོད་དམག་ཟེར་ལ་ད་ལྟ་འདུག་བ་སི་ཁྲོན་མེན་ཡང་འདྲ་པོ་དེ་ཚོ་ལ་དམག་མི་མང་པོ་ཡོད་རེད། དེའི་དམག་ནི་ནང་གི་སྨན་པ་བྱས་ལས་སྨན་པ་གསུམ་ཐེམ་པ་གཏོང་བྱ་གཞུང་གསུམ་དུ་གཏོང་དུ་གྲངས་དེ་གསུམ་གཏོང་ནས་དེ་གསུམ་ལོ་ཁ་ཤས་ཀྱི་འདུག་དམག་གི་སྨན་པ་ཞལ་གྱིས་ཆེན་པོ་ཆགས་འདུག་ཡར་སྔོན་ལས་སྨན་ཨང་ཚང་གི་ཁོ་རང་གི་བླ་སྨན་པ་ཆགས་ག་དེ་འདྲ་བྱས་ནས་སྨན་ཨང་ཚང་དཀའ་ན་ང་ཚོ་ཆོས་དུང་རི་ནས་ཚང་མ་དར་ཆ་གྱི་ཆུ་ནང་ཆས་སའི་གླལ་འབུ་གཉིས་ལ་ཤོག་ཁག་གཉིས་བཅད་པ་རེད། གླེན་པོ་ནི་ཤོ་ཀ་གཉིས་ཀྱི་ཚ་ལ་ཏག་ཏག་ཁོ་རང་བསད་ཚར་བ་དང་དེ་ནས་ཁྲི་སྲོང་ལྡེ་བཙན་བཀའ་ལ་དེ་ལ་མི་མཐུན་ཡོང་དུས་ཁྲི་སྲོང་ལྡེ་བཙན་ལོ་ཆུང་ཆུང་རེད་ག་འདི་ཤོ་ལ་འགྲོ་དཀའ་དཀའ་ཚོ་བོན་བདག་གི་ཤོ་ལ་འགྲོ་དཀའ་དཀའ་ཚོ་བོན་པོ་གི་ཤོ་ལ་འདྲ་པོ་ཅིག་འགྲོ་ལ་མཐའ་གུས་མཐའ་གུས་དེ་ལ་ད་བོན་བདག་གི་ཤོ་ལ་སོང་དེ་ནས་རྒྱལ་པོ་འགྲོ་ས་དེར་དེ་ཚོ་ཤུལ་ཆེན་པོ་ཨོང་ཆེན་པོ་འདྲ་རེ་ཡོང་དུས་ཨོ་ད་ད་ཁོ་ཚོ་གི་དེ་བཤད་དགོས་པ་རེད་ཨོ་ཅི་ཟེར་དགོས།

བོད་དུ་སུ་ཡང་གྱེན་ལོག་བྱས་ལ་རྟ་རྒྱ་གར་གྱི་ཨ་ཙ་ར་བཙིར་ལ་བཙིར་འོང་དུས་ང་ཚོས་དེ་མ་བདེ་བ་རེད་ཟེར་ལ་གྱེན་ལོག་ཞིག་འུར་སྒྲ་བརྒྱབ་འོང་དུས་ཁྲི་སྲོང་དུ་བརྩིས་འདི་ལྟས་ཚོ་དམོད་ཚོ་བཟོ་མཁན་འདྲ་པོ་ཅིག་ཡིན་ས་རེད་ད་ཨ་ཙ་ཡག་ཁྱེད་རྒྱ་གར་ལ་ཕར་འགྲོ་རོགས་ཅེས་བོད་བསོད་ནམས་ཆུང་ང་རྒྱ་བོད་དེ་ནི་བསོད་ནམས་ཆུང་ཟེར་གི་ཆོས་དེ་བྱེད་གིན་འགྲོ་གི་མི་འདུག་ཨ་ནི་ག་ལ་ག་ལ་ཞིག་གོ་དཀའ་ཡི་འོང་དུས་ཨ་ནི་ཁྱོད་རང་ཚོས་དེ་འདྲས་ཞུ་གི་ཡིན་ཟེར་རྒྱ་གར་ལ་ཕར་ཅེས། དེ་ནས་བོན་པོ་གི་གླེན་པོ་དེ་ད་ལྟ་ང་ཚོའི་འགའི་ཆེན་པོ་གི་གཡོ་བྱད་ལ་ང་ཚོའི་དེ་མ་ཧོང་བཀྲམ་པ་ཆུ་སེར་ག་པར། བཀྲམ་པ་ཆུ་སེར་ད་དུ་ད་བྲིས་ཀ་བྱས་ལ་བོད་མི་མང་ལ་སྡང་ག་བྱེད་རྒྱུ། འོ་ད་ང་དེ་བོད་ཀྱི་རྒྱལ་པོ་ཡིན་དེ་གླིང་འདིར་ང་མཛད་རྗེས་ཆེན་པོ་ཅིག་དགོས་ཀྱི་འདུག་ཨ་ནི་དཔེ་མ་སྲིད་པ་ཅིག་དགོས་ཀྱི་ཡོད་དུ་ཁྱོད་རང་ཚང་སྡང་ག་བྱེད་ལ་ཅི་ལས་འདི་དགོས།

གསང་ཡང་གི་ལྷ་གང་བཞིན་གྱིས་ཨེ་ནི་གང་འདི་དགའ་ན་ཅི་ཚུལ་སྡང་སེ་གྱིས་སེ་སྡང་གྱི་འོ་འདི་དེ་ནི་ལྷ་གང་གིས་མི་སྡང་རུང་སྡང་རེ་གྱིན་བདག་འདི་འགྲིག་གི་མ་རེད་ཟེ་བ་ལྟ་བྱས་ན་དེ་ནི་གསང་ཡང་གྱིན་པ་རེད་ཟེ་གི་ཡོད་གསང་ཡང་གྱིན་གང་ཟེ་ཡག་རེ་རེ་གྱིན་དུ་དེ་ནི་ལྷ་འདྲེ་དེ་ཚོ་གི་མིག་རེ་རེ་ལྷོག་ཡག་རེ་རེ་གྱིན་དུ་མིག་འདྲེ་རེ་ལྷོག་ཐོག་མ་ཉི་སྲིང་གྱི་ལོ་ཁ་པར་དེ་ཚོ་བཙའ་དུས་དེ་ནི་འབོ་དུ་ས་དུ་གི་སང་ད་ཨོ་རྒྱན་གྱི་ལྷ་མོའི་པད་མ་འབྱུང་ན་དེ་འདྲས་ཞུས་ན་ད་ང་ཚོ་དེ་བཟོ་ཐུབ་གི་རེད་ཟེ་ནས། བྱས་ད་དུས་ད་བྲིས་དཀའ་བྱས་ལ།